ཡང་ཅིའི་བྱེད་པ་པོ་གཙོ་ཕལ་གྱི་ཐ་སྙད་ཆེ་ཡང་མེད་ན་གོ་ཅིའི་བྱེད་པ་པོ་དང་བྱེད་པ་སེ་ཡ་གྱི་ཐ་སྙད་རྣམ་གཞག་བཤད་བྱའི་དེ་འདྲ་ཡོད་རེད་ཟེར་བྱས་ད་འདིའི་ཁྱད་པར་དུ་ཚུ་གེ་སི་མ་ཞུས་ཟིན་པ་རེད། ད་དེ་ནས་ཨཱ་ནི་ད། ཁ་སི་མངལ་ཡ་གཞུང་ཚིག་འདི་མ་ཞུས་མངལ་ཡ། ཨ་མྱེས་ཁྱེད་རང་ཚོ་ཨ་ལེ་བྷི་ཀའི་བྱ་བྱེད་ལས་གསུམ་ཟེར་ཡག་ཅིག་སྙན་ལས་ངོ་སྤྲོད་ཞུ་དགོས་ཡག་དེ་རེད། བྱ་བྱེད་ལས་གསུམ་དང་བྱ་བྱེད་ཐ་དད་མེད་དེ་རྣམ་གཞག་དེ་ཚོ་ཆ་ཚང་ཅིག་ཨ་ལེ་ཐུགས་ལ་ཆུབ་ཡིན་ན་ཨ་གཞི་ནས་གཞུང་དོན་འདི་ཀ་ནས་ཟེར་བའི་མེ་ལོང་གཞུང་དོན་འདི་ན་ཅིག་ཐེབས་ཡོད་ན་ཨ་ནམ་བྱང་ཕི་ནས་ཅིག་གོ་ཐོ་འཕྲོད་ཡག་རེད་ཆོག་རེད་གཞན་ཨ་ལེ་བྷི་ནས་གསུང་ཞུ་དུས་གོ་ནས་ཨ། ཅིག། བྱེད་པ་པོ་གཞན་དང་དངོས་སུ་འབྲེལ་བའི་ལས་ཚེགས་ཅིག་ལབ་བསྡད་ཡག་དེ་ག་འདྲི་ཞིག་ལ་གཟིགས་ཀྱི་ཡོད་མེད་ཨ་ལེ་དེའི་རྨོངས་ཅིག་ཞུ་ཞུ་རོགས།

ཨ་འཇུག་པ་ཐ་མ་སྤྱི་བཅུ་བཅུ་པའི་གཞུང་དོན་དེར་བ། བྱེ་ཐང་སྤྱི་བཅུ་བཅུ་པའི་གཞུང་དོན་དེ། རྩ་བའི་གཞུང་གཞུང་ཚིག་ཤོ་ལོ་ཀ་གཅིག་མ་དུ་ཡོག་མ་རེད། བྱེ་ཐང་ཤོ་ལོ་ཀ་གཅིག་དེའི་ནང་ལ་ཡང་སྤྱི་བཅུ་བཅུ་པའི་གཞུང་དོན་རྟགས་འཇུག་གི་གཞུང་དོན་རྣམ་གཞག་དང་བྱ་བྱ་བྱེད་ལས་གསུམ་ཟེར་ནས་མི་འདུག་གང་ལྟར་དུས་གསུམ་རྣམ་གཞག་ཟེར་ནས་མི་འདུག་ཆ་ཚང་བཅས་གཞུང་ཚིག་དེ་བས་ཐོག་ནས་གོ་བརྡ་འཕྲོད་པ་བྱེད་དགོས་དོན་ལས་སླ་པོ་ཆེ་ཡོག་མ་རེད། གོ་བརྡ་འཕྲོད་ཡག་ཁག་པོ་ཞིག་རག་ཡོག་རེད། དེ་སོང་ཙང་གཞུང་ཚིག་དེ་ཨ་ལས་ཐོག་མར་སྤྱི་བརྗོད་པའི་གཞུང་ཚིག་དེ་ངོ་མ་འཕྲོད་ཡོད། ངོ་མ་སྤྲད་ཡོད་གོང་ལ་ཐོག་མར་ང་ཚོས་དེ་འདྲས་ཀྱི་ཤེས་དགོས་ཀྱི་འདུག་ཟེར་ཅེས་རྩ་བའི། དབྱངས་ཅན་གྲུབ་པའི་རྡོ་རྗེས་བཀའ་གནས་ཟེར་བའི་མེ་ལོང་ནང་ལ་ཡ་གཅིག་པའི་སྡོམ་པར་མཁས་ཀྱི་འདུག་ཟེར་ཅེས་སྡོམ་ཚིག་ཅིག་གསུངས་པ་གནང་རོགས། ནང་དོན་གཙོ་བོ་ད་དེ། སི་ཏུ་འབྲས་ཆན་ནང་ལ་ཡང་དུག་སེལ་ཡོད་རེད། སི་ཏུ་འབྲས་ཆན་ནང་ཡོད་དེ་བས་ནང་དོན་ཆ་ཚང་ཨ་ནི་ཀ་ནས་ཟེར་བའི་མེ་ལོང་ན་དབྱངས་ཅི་ཁྲོས་པའི་རྡོ་རྗེ་ཏི་ཕག་གདོང་བར་སྐྱོན་བྱས་ཀ་ནས་ཟེར་བའི་མེ་ལོང་བསྲེགས་ཀྱི་གཞུང་གཟིགས་ཙམ་གནང་རོགས་ཨ། ལྷག་པར་དུ་དེ་ཚོ་ད་ཐུན་མོང་ཐུན་མོང་མ་ཡིན་པས། མཁས་པ་གཞན་གྱིས་མཁས་པ་གཞན་གྱིས་མ་གསུངས་པའི་དམིགས་བསལ་གྱི་ལེགས་བཤད་དེ་འདྲའི་ཆགས་ཡོད་རེད། དམིགས་བསལ་ཐུན་མོང་མ་ཡིན་པའི་སྲིད་ཟུར་རང་ཉིད་ཀྱི་བི་ཀའེ་ནི། གང་ཟེར་བ་རེད། ལེགས་བཤད་སོར་ཕྱེད་ལ་ངོས་འཛིན་གནང་དགོས་པ་རེད་ད་དེ་གར་སོང་དགོས་ཟེར་ན། ཐོག་མར་འདི་ལྟར་ཤེས་དགོས་ཏེ། སྤྱི་བྱེ་བའི་གཞུང་དོན་འདི་ཤེས་པར་བྱེད་པ་ལ་ཡང་ཐོག་མར་ང་ཚོས་འདི་འདྲས་ཅིག་ཤེས་པར་བྱེད་དགོས་ཀྱི་འདུག་གསུངས་པ་རེད། ཐོག་མར་འདི་ལྟར་ཤེས་དགོས་ཏེ་ཟེར། བརྙན་ལ་ཡང་ང་ཚོས་དེ་འདྲས་ཅིག་ཤེས་པར་བྱེད་དགོས་ཀྱི་འདུག་ཟེར་ཡག་ཚོད་དེ་ལ་ཐོག་མར་འདི་ལྟར་ཤེས་དགོས་ཏེ་ཞེས་གསུངས་པ་རེད་ད། ད་དེ་ནས་དེའི་ཆུ་སྐོར་ལ་ཡང་བསམ་ལེན་ན་དྲི་བ་ཅིག་སླེབས་ཀྱི་རེད། བརྙན་ལས་ཡང་དེ་འདྲས་ཤིན་པོ་བྱེད་དགོས་ཀྱི་རེད་ཟེར་ད་ག་རེ་ཤིན་པོ་བྱེད་དགོས་ན་བསམ་པའི་བསམ་བློའི་ནང་དྲི་བ་ཞིག་སླེབས་ཀྱི་རེད་ད་དྲི་བ་དེའི་ལན་ལས་ཡང་དེ་འདྲས་མ་ལན་དེ་སྐྱོན་དགོས་བ་རེད། ལན། ལྡོག་མོ་རེ་ཞིག་བརྒལ་བས་ན་ལན་དེ་ཨ་ནི་ཆེ་བྱ་བྱེད་ལས་གསུམ་བྱེད་ཡག་དང་བདག་གཞན་བྱེད་ཡག་དེ་ག་རེ་མེད་བརྙན་ལ་ངོ་འཕྲོད་པ་བྱེད་དགོས་རེད་ད་ནས་བཞིན་དུས་གསུམ་བྱེད་ཡག་དེ་ག་འདྲས་ཞིག་ལས་ངོས་འཛིན་བྱེད་མཁན་མེད་དེ་ངོ་འཕྲོད་པ་བྱེད་དགོས་རེད་ཟེར་ཡག་གི་ཚོད་དེ་ལ་ཨ་ནི་གཞུང་ཚིག་དེ་མ་ཕེལ་དགོས་བ་རེད། ད་གར་ཕེབས་རེ་སོང་ན། ལས་གང་ཞིག་བྱེད་པ་པོ་གཞན་དང་དངོས་སུ་འབྲེལ་བ་ཡི་དབང་དུ་བྱས་ནས་བྱེད་ཅེས་དུས་གསུང་གོ། ལྟ་ངན་ལས་ཡང་བདག་གཞན་ཟད་ཡག་དེ་མང་ངོ་སྤྲོད་པ་བྱེད་པ་ལས་ཡང་བདག་གཞན་གྱི་རྣམ་གཞག་དེ་ག་རེའི་ཐོག་ནས་ཤེས་དགོས་སྐོར་ཟེར་ན་ད་ག་ཟེ་ང་རང་ཚོ་ཞུས་ཚར་རེད།

བྱེད་དང་བྱེད་འབྲེལ་ལས་ཟེར་བྱ་སྟེ་བྱེད་པ་པོ་གཞན་དང་དངོས་སུ་འབྲེལ་བའི་ལས་ཟེར་རེད། འདིའི་ཐོག་ནས་ཨ་ནེ་བདག་གཞན་ག་རེ་མེད་ངོ་སྤྲོད་བྱེད་དགོས་རེད་དེའི་ཐོག་ནས་བདག་གཞན་རྣམ་གཞག་ཤེས་དགོས་ཀྱི་རེད་ཅེས་གསུངས་ཡ་ལ་དེ། ལས་གང་ཞིག། བྱ་བའི་ཡུལ་གང་ཡང་རུང་བ་ཞིག་ལ་བྱས་ད་བྱ་བའི་ཡུལ་ངོ་འཕྲོད་དགོས་རུང་བ་ལས་ཀ་བྱེད་ཡ་ག་རེ་མེད་ཤིང་བཅད་ལྟ་བུ་ལ་མཚོན་པས་ན་ཨ་ནེ། བཅད་ཡ་དེ་ཤིང་གི་རུང་བ། བྱ་བའི་ཡུལ་གང་ཞིག་ལ་ཡང། བྱེད་པ་པོ་ལས་ཀ་བྱེད་མཁན་གཅིག། ལས་ཀ་བྱེད་མཁན། བྱ་བའི་ཡུལ་ཁོ་རང་ལས་གཞན་པ་གཅིག། གཞན། བྱ་བའི་ཡུལ་ལས་གཞན་པའི་ཀའི་བྱེད་པ་པོ་གཅིག། དངོས་སུ་བྱ་བ་ལ་ཡང་འབྲེལ་བ་ཞུགས། བའི་ཀའི་བྱ་བ་དེ་འདྲས་ཀྱི་དབང་དུ་བྱས་ནས་ཟིན་པས་དེ་འདྲས་ཀྱི་ཐོག་ནས་དེ་གཞི་བཞག་གི་ཐོག་ནས་ཟེར་ཡག་ཚུལ་དེ་ལ། མདོར་ན། རྩ་བའི་ཚིག་དེ་ནི་ལས་གང་ཞིག་ལ་བྱེད་པ་པོ་གཞན་དང་དངོས་སུ་འབྲེལ་བ་ཡི་དབང་དུ་བྱས། ཟེར་ཡག་འདིའི་ཚིག།

བྱ་བ་གང་ཡང་རུང་བ་བྱེད་འབྲེལ་ལས་ཚིག་གང་ཡང་རུང་བ་ཞིག་གིས་ཨ་ནི་བྱེད་པ་པོ་ཁོ་རང་དང། བྱེད་པ་པོ་ཁོ་རང་མ་ཡིན་པའི་དང་བྱེད་པ་སེ་ཡང་བཅོལ་བ། གལ་སྲིད་ང་ཚོ། བྱེད་པའི་རྣམ་གཞག་ཤེས་པའི་ཀ་ཐོག་ལ་ཡང་བྱ་བྱེད་ལས་གསུམ། གྱི་བྱེད་སེ་ཡང་དེ་རྣམ་གཞག་ཤེས་པའི་ཀ་ཐོག་ལ་བྱེད་པ་པོ་གཙོ་བོ་དང་བྱེད་པ་པོ་ཕལ་པ་སེ་ཡང་ཤེས་པ། འདི་ལ་ཡང་མིང་གཞན། བྱེད་པ་པོ་དང་བྱེད་པ་སེ་ཡང་ཟེར་གྱི་རེད་ཅེས་ཁ་ཚུལ་ཞུས་པ། བྱེད་དང་འདི་སོགས་ཀྱི་བར་དག། བྱེད་འབྲེལ་ལས་ཚིག་གི་དབང་དུ་བྱས་ནས་ཁོ་རང་གིས་བྱེད་པ་པོ་དང་བྱེད་པ་གཉིས་ཏེ། བྱེད་པ་གཉིས་པོ་ནི་དེ་གཉིས་པོ་དེ་ནི་དངོས་པོ་བདག་ལ་ངོས་འཛིན་བྱེད་པ་རེད་དེ་དངོས་པོ་བདག་རེད་གསུངས་པ་རེད་གོ་སོང་དངོས་པོ་བདག་ཡིན་ཞེས་ཀྱི་ད་བྱེད་འབྲེལ་ལས་ཚིག་བྱེད་འབྲེལ་ལས་ཚིག་བཞི་ཤ་ཐོག་ནས་དངོས་པོ་བདག་ཞེས་ཡ་ཅིག་བཤད་ཡོད་དུས་གོ་ནས་དངོས་པོ་བདག་བཤད་ཟེར་དུས་དངོས་པོ་བདག་ག་རེ་མིན་ངོས་འཛིན་བྱེད་པའི་སྐབས་སུ་ག་འདྲི་ཅིག་ལ་ངོས་འཛིན་བྱེད་དགོས་རེད་ཟེར་ན་རྩ་བའི་ཚིག་འདི་གསུངས་དང། ལས་ཚིག་དེ་གི་བྱེད་པ་པོ་ཁོ་རང་དང། དེའི་བྱེད་པ་གཉིས་པོ་དེ་དངོས་པོ་དག་ངོས་འཛིན་བྱེད་པ་རེད་དངོས་པོ་དག་རེད་གསུངས་པ་རེད་ད། དང་བྱ་བ་གང་དང་གང་ཡིན་ནས་གཅིག་པུ་རེད་བྱེད་སྒྲའི་ལས་ཚིག་གང་འདྲས་ཀྱིས་བེད་སྤྱོད་བཏང་པས་ནས་གཅིག་པུ་གཅིག་ཡང་རེད། རོ་ཨ། རྩེད་མོ་རྩེས་ཟེར་ན་རྩེད་མོ་རྩེ་བ་པོ། དངོས། བྱེད་པ་པོ་དེ་རེད། རྩེད་མོ་རྩེ་བྱེད། བྱེད་པ་དེ་རེད་དེ་གཉིས་དངོས་པོ་དག་ཡིན་གསུངས་པ་རེད།

བྱེད་འབྲེལ་ལས་ཚེ་གཞི་ཆགས་ཐོག་ནས་བྱ་བའི་ཡུལ་སྤྱད་ཆ་བྱ་བའི་ཡུལ་དུ་གང་འབྲེལ་བྱེད་ལ་ངོས་འཛིན་བྱེད་བར་ཁ་ཟི། བྱ་བའི་ཡུལ་ཟེར་ནས་རེ་ལས་ཟེར་ནས་གཅིག་པར་བ། དེ་གང་ལས་ཟེར་ཡག་ཅིག། ཕྱིན་སོང་ང། བྱ་བའི་ཡུལ་ཟེར་བའི་ལས་ཀ་བྱེད་ཡག། ཤིང་སྤྱད་ལྟ་བུ་ལས་མཚོན་པས་ན་སྤྱད་ཡག་ཤིང་ཁོ་ན། ཡི་གེ་བྲི་ཡི་ལྟ་བུ་ལས་མཚོན་པས་ན་བྲི་ཡག་ཡི་གེ་དང། རྩེད་མོ་རྩེ་ལྟ་བུ་ལས་མཚོན་པས་ན་རྩེ་ཡག་རྩེད་མོ་ལ་སོགས་པ་དེ་ཚོ་བྱ་བའི་ཡུལ་ཆགས། བྱ་བའི་ཡུལ་གང་ཡིན་པ་དེ་དང་དངོས་པོ་གཞན་རེད། དངོས་པོ་གཞན་རེད། བྱ་བའི་ཡུལ་དེ་ཙམ་དུ་མ་ཟད་ཨ་བྱ་བྱེད་ལས་གསུམ་ནང་གི་བྱ་བ་ཟེར་ཡག་ཤོར། བྱ་བ་དེ་ཡང་དངོས་པོ་གཞན་ཡིན་སོང་བར་བལྟ། རྩེད་མོ་རྩེ་ལྟ་བུ་ལ་ཟེར་ན་རྩེ་བ་ཟེར་ཡག་སྟེ། དངོས་པོ་བདག་གཞན་གཉིས་ན་འདུས་པས་ན་དངོས་པོ་གཞན་ཡིན་ཞེས་གསུང་གོ། ཤེས་བྱུང་ཨ། ཡང་དག་པ་རྩེད་མོ་རྩེ་ལྟ་བུ་ལ་ཟེར་བས་ན་རྩེ་བ་པོ་དངོས་པོ་བདག་རྩེད་བྱེད་དངོས་པོ་བདག་ཟེར་བདག་གཉིས་བྱེད། དང། དངོས་པོ་གཞན་ཟེར་ཡག་དེ། ཨ་ནི་རྩེད་བཅའ། ཨ་ནི་རྩེད་མོ་ཁོ་རང་དངོས་པོ་གཞན། དེ་མ་ཡིན་པའི་གི་རྩེད་པའི་བྱ་བ་ཁོ་རང་དངོས་པོ་གཞན་ཡིན་ཅེས་གསུངས་ནི་གོ་བརྡ། བྱ་བའི་ཡུལ་དང་བྱ་བ་གཉིས་པོ་ནི་དངོས་པོ་གཞན་ཡིན་ཅེས་བྱས། ད་འདིའི་སྐབས་ནི་ཡང་དངོས་པོ་དང་གཞན་གྱི་དབྱེ་བ་ཤེས་པ་རེད། དངོས་པོ་དག་ཟིན་ན་གང་དྲིས་ཅི་ལས་གཟིགས་བར་གཞན་ཟིན་ན་གང་དྲིས་ཅི་ལས་ངོས་འཛིན་བྱེད་དགོས་བར་བཅས་བྱས་ཏེ་ངོ་སྤྲོད་གནང་བར་གདའ། བྱེད་སྟངས་འདིའི་བརྒྱུད་ནས་བྱེད་བྱ་ནི་འཆད་ཚིག་ཚང་མ་བློ་ལ་ཁེལ་ན་ཚོར་བ་རིག་སྒྲ་གདངས་བཅས་བྱེད་བྲིས་ལས་ཚིག་གང་དང་གང་ཡིན་པའི་གི་འདིའི་བྱེད་པོ་སྤོ་བོ་དང་བྱེད་པ་གཉིས་ཐོན་བར་དེ་དངོས་པོ་དག་ཁོང་དུ་བཞག་གོ། དག་ནས་བཞིན་བྱ་བའི་ཡུལ་ཡོད་ཀྱང་ཁོ་རང་གི་བྱ་བ་ཡོད་དེ་དངོས་པོ་གཞན་ཡིན་ཞེས་གཞུང་ནས་གསུངས་པ་ནི་གཤིན་རྗེ་གཅིག་གྱུར་གྱི་ཐད་ཡོད་མཁན་བྱུང་ན་གཅིག་གི་ཐོག་ལ་ཕི་ཀའི་ཆེད་མཁས་མདོག་བྱུང་ཟེར་ན་ཚང་མ་གཅིག་གྱུར་གྱི་གནང་རྒྱུ་རེད། དེ་ནས་ད་གང་སོང་རན། དེ་བཞིན་བྱེད་པོ་པོ་གཞན་དང་དངོས་སུ་འབྲེལ་མེད་ཇི་ལྟར་ཡང་བྱ་བ་བྱས་ཟིན་དད་པ་དང་བྱ་བ་བྱེད་རྒྱུར་མ་འོངས་པ་བྱེད་བཞིན་པ་ནི་ད་ལྟ་བ་ཞེས་བྱ་བའི་གེགས་འགུགས་དག་དེའི་ནང་ཚུད་འདུས་པའི་གཞུང་ཚིག་དེ་དུས་གསུམ་ཟད་ཅིང་ངོ་སྤྲོད་ནི་འགོག་རེད། འདི་བདག་གཞན་ངོ་སྤྲོད་བྱེད། བདག་གཞན་ཟེར་ཡག་དེ་བྱེད་འབྲེལ་ལས་ཚིག་ཅིག་ཐོག་ནས་བཤད་ཡག་ཡོད་པ་ཅན་གསུངས་ན། ད་དེ་ནས་དུས་གསུམ་ཟེར་ཡག་ཅེས་ངོ་སྤྲོད་གནོན་དགོས་པ་རེད། དུས་གསུམ་ཟེར་ཡག་དེ་ག་འདྲས་ཅིག་རེད་ཟེར་ན། དུས་གསུམ་ཟེར་ཡག་དེ། ཁོ་ཅི། ཤེས་ཚེ་གཞི་དེ། བྱེད་ཚིག་ག་འདྲས་ཅིག་ལས་ཤེས་དགོས་རེད་ཟེར་ཕི་ཀའི་བསམ་བློའི་ནང་དྲི་བ་བརྗོད་པས་ན་དེ་བདག་གཞན་གནས་གཞི་མ་རེད། བདག་གཞན་རྣམ་གཞག་ཤེས་པའི་སྐབས་འདུ་བྱེད་རྩིས་འདི་ག་འབྲེལ་གྱི་དགོས་མཁོ་ཡོད་མེད་བསམ་བློ་བཏང་ཞིག་དང། བྱེད་འབྲེལ་ལས་རྩིས་དང་བྱེད་མེད་ལས་རྩིས་གཉིས་ཡོད་པས་ན་ནི་བྱེད་འབྲེལ་ལས་རྩིས་ཟེར་ཡང་དེའི་ཐོག་ལ་ཡང་བདག་གཞན་ཟེར་བཤད་པ་མ་གཏོགས་བྱེད་མེད་ལས་རྩིས་ལ་བཤད་ཡ་མེད་དོ། དེ་ནས་བཞིན། ད། དུས་གསུམ་རྣམ་གཞག་མ་ཤེས་པའི་སྐབས་འདུ་བྱེད་རྩིས་ཐོག་ལ་ཅིག་ཤེས་དགོས་པ་རེད། བྱེད་རྩིས་ཐོག་བྱེད་རྩིས་ཐོག་ལ་ཤེས་ཡོང་དུས་དུས་གསུམ་དེ་ཡང་བྱེད་འབྲེལ་ལས་རྩིས་དང་བྱེད་མེད་ལས་རྩིས་རིགས་གཉིས་ཡོད་པས་ན་ནི་ག་རེའི་ཐོག་ནས་ཤེས་དགོས་རེད་ཟེར་ན་དེ་ཁྱད་པར་ཁྱད་ཡོད་མ་རེད་གསུང་ཡ་གྱི་རེད།

བཅའ་རྒྱུ་ཡིན་བཀའ་ཡུལ་བཅའ་གི་ཡོད་བཅའ་གི་འདུག་བཀའ་ཡུལ་བཅའ་བ་རེད་བཀའ་ཡུལ་བཅའ་སོང་བྱས་བྱས་བྱས་བྲལ་ལས་ཟེར་ཁོ་རང་ལས་དུས་གསུམ་གྱི་སྤྱོད་པ་གྲོལ་ཡག་འདུག་ཨང་དེ་བས་དེ་དུས་གསུམ་གྱི་རྣམ་གཞག་དེ་བྱས་བྲལ་ལས་ཟེར་དང་བྱས་མི་ལས་ཟེར་ག་རེ་ཡིན་ཀྱང་ཁྱད་པར་ཁྱོད་རེ་མ་གཅིག་གྱུར་བྱས་བྱས་དུས་གསུམ་ཤེས་ཡག་ཡོད་རེད་ཟེར་གསུངས་པ་རེད་དང་ཨ་ནི་དུས་གསུམ་ཟེར་ཡག་དེ་ག་འདྲི་བྱས་རེད་ཟེར་ན་བྱ་བ་བྱས་ཟིན་བསྡད་པ་རེད་བྱ་བ་གང་དང་གང་ཡིན་བྱས་བྲལ་ལས་ཟེར་ཡིན་ཀྱང་རུང་བྱས་མེད་ལས་ཟེར་ཡིན་ཀྱང་རུང་དེ་བྱས་ཚར་བའི་གནས་སྐབས་དེ་བསྡད་པ་རེད།

སི་ཏུ་ལེགས་བཤད་དེ་ལེགས་བཤད་དེ་དབྱངས་ཅན་ཁྲོས་པའི་རྡོ་རྗེའི་ཚོགས་སྟོང་རྒྱབ་ཀྱི་བྱེད་ལས་དང་འབྲེལ་ངག་གིས་ནི་སྦྱོར་བ་ཀུན་ལ་ཁྱབ་ཟེར་ཡག་གི་ཨ་ནི་སྟོང་གི་སྐྱོན་ཤར་བ། སི་ཏུ་འགྲེལ་ཆེན་ནང་ལ་འདིའི་ནང་དོན་སི་ཏུ་འགྲེལ་ཆེན་ནང་ཚིག་ལུགས་ནང་གར་ཡོད་ཟེར་ན། གཞུང་གཞན་དུའང། གཞན་དུ་བྱེད་པའི་ལས་དང་བྱ་བའི་ལས་ཞེས་བྱ་བ། བྱེད་པའི་གཞན་དུ་བྱེད་པའི་ལས་དང་བྱ་བའི་ལས་ཞེས་ཞེས་གཉིས་སུ་དབྱེ་བའང་དེ་གསུམ་གྱི་ནང་བསྡུས་ཏེ་ལས་བ་རེད།